ཕྲག་དོག་གར་ཡོད་ལབ་ན་ཁོ་དེ་སྡིངས་ཆ་དེ་ཤོར་གི་རེད། ཁོ་རང་གིས་ད་ལྟ་ད་རིང་གི་འོས་ཀྱི་སྐབས་ལ་ཁོ་རང་གི་འཆར་གཞི་བརྗོད་རོགས་འདི་འཁྲུག་གི་རེད་བསམ་ནས་ཁོ་ང་ལ་གཡོལ་གི་ཡོད་རེད། ཨ་ནི་དེ་ཡོད་དུས་གང་ལ་ཨ་ནི་ང་སྤྲོ་ལངས་ནས་ཨ་ནི་ང་རང་ཡིན་ནས་ང་རང་གི་ད་ག་ལ་འོ་རེད། ཁོ་ལ་ཚོད་ཟིམ་བཅུ་ཡས་ཀྱི་ཆེད་དུ་ངས་ཁོ་ལ་ཁོ་རང་གི་ནོར་འཁྲུལ་ཤོར་སྐྱོ་གི་སྒང་ནས་ངས་ཀྱི་བཤད་པ་རེད་འདི་བདེན་པ་རེད་འདི་རྫུན་མ་མ་རེད་ར། ཨ་ནི་ཡིན་པ་དེ་བཤད་པ་རེད་བཤད་ནས།

ཁྱེད་ཚོ་ཚོར་གོ་གུར་དང་མིར་བ་ང་ཚོ་མིར་བ་ཚོར་གོ་གུར་དང། Emotion ང་ནི་ཤེས་མ་ཤེས་རང་ཤེར་ད་ག་ལ་ན་མི་གཅིག་ལ་དཀའ་ངལ་མྱངས་དུས་ཡོད་རེད་སྤྱི་ཚོགས་དྲ་རྒྱ་ནང་བཤད་ཀྱི་ཡོད་རེད་དེ་ལ་ཁ་སུབ་ཀ་ཡོང་གི་ཡོད་རེད་ནག་པོ་སྐུ་ཀ་ཡོང་གི་ཡོད་རེད་དེ་གང་ལ་སྐད་ཤོར་རྒྱ་ཤོར་ནས་ཨ་ནི་སྐད་རྒྱག་གི་ཡོད་རེད་ཨ་ནི་དེ་གང་ལ་ད་འདོད་ཁྱོད་ལ་རྒྱབ་སྐྱོད་བྱེད་ཡིན་ད་ལ་ནས་ཨ་ནི་ཨ་ག་ལ་འོ་རེད་སྟོང་ན་ལྔ་བཅུ་ཨ་དབྱར་ད་ལས་འགྲོ་ད་དེ་ཀིམ་པག་ཁིས་དོང་དོ་རུ་བ། གཅིག་པུ་གཅིག་ཀྱང་ང་སྤུ་གུ་འཕྲོ་བརླག་འགྲོ་སོང་ལབ་པའི་སྐབས་ལ། དེའི་བོགས་གསུམ་གྱི་ཚེ་རིང་གཡུ་སྒྲོན་ལ་ངས་སྐྱེ་མེད་དེ་གིས་ང་ལ་ག་ལ་ལ་ན་ཁྱོད་སྲིད་པུ་སྲིད་སྐྱོང་སྤེན་པ་ཚིང་ལ་རྒྱབ་སྐྱོར་བྱེད་ངེས་ཡིན་དང་མེད། ཁྱོད་སྲིད་སྐྱོང་སྤེན་པ་ཚིང་ལ་རྒྱབ་སྐྱོར་བྱེད་ངེས་ཡིན་ན། ཨ་ནི་ང་ཁྱོད་ལ་རྒྱབ་སྐྱོར་བྱེད་ཀྱིན་ཡིན་ལར་ང་སྤུ་གུ་འཕྲོ་བརླག་འགྲོ་བའི་སྐབས་ལ་ད། ད་ཁོ་རང་ཉིན་མོ་དེ། ང་ལ་ག་འདྲའི་ཡོང་གི་རེད་ཚོར་བ་ང་ངུ་མོ་ལ་ངུ་གི་ངུ་གི་ལན་བརྒྱབ་ཡིན་ག་ལ་ན། All I need was I need support།

སྲིད་སྐྱོང་སྤེན་པ་སིང་ལ་ཤེས་བྱ་རྒྱུ་འདི་གང་ག་གཏུབ་ནི་མི་འདའི། ཁོང་ཚོ་གིས་རྒྱུགས་ཁུལ་བྱས་ནི། ད་ང་སྲིད་སྐྱོང་སྤེན་པ་སིང་ལ་དགག་པ་རྒྱག་ངེས་རེད་ལ་འོ། ཨ་དགག་པ་རྒྱག་ངེས་ཡིན་པ་ཡིན་ན་ཨ་ཁྱོད་རང་ཚོ་ཁྱོད་རང་ལབ་རོགས་ང་སྲིད་སྐྱོང་སྤེན་པ་སིང་གི་གཏང་མགྱོགས་རེད་ཨ་ཨ་ཅཱ་རེ་ཡེ་ཤི་ཕིན་ཚོ་ལ་དགག་པ་རྒྱག་ག། དེ་འདྲས་བྱས་ནི་དེ་དཀྲུགས་ཤིང་རེད་ལ་འོར་ངེས་གི། དེ་འདྲས་གང་ལ་ཨ་ནི་བད་ཁོ་ར་བག་དུས་ཁོལ་ནི་ག་འཇུག་མ་འཇུག་མིག་ཆ་ཡིན་དུས་གང་ལ་ང་ཚོ་སྤྱི་ཚོགས་ནང་ལོག་ལ་དཀའ་ལས་རྒྱབ་ནི་སྐད་ཆ་བཤད་ངེས་འདི་ལ་ཁ་སུབ་འགྲོ་བོར་ད་ང་ཚོས་བད་ཁྲག་དེ་གོ་དགོས་ཡོག་མ་རེད། ད་དེ་འདྲའི་གི་པ་ར་ལ་ཁྱོད་རང་ཚོ་གི། ཨ་ནི་རྒྱ་མི་ཨ་ཞང་གི་བྱེད་རྒྱོག་གི་ལས་ཀ་ན་ཤེས་ཅིག་ཨ། རྫུན་མ་རྒྱ་བཤད་ན་ཨ་ནི་བདེན་པ། འབའ་ར་གང་ཅི་རག་གི་རེད་ལས་ཅོ་ཨ། འོ་འདི་གི་ལས་ཀ་ཅིག་བྱེད་ཡོང་དུས་གང་ན། བདེན་པ་ཡོང་ཨེ་ཡོང་མ་རེད། ཡོད་ན་ཡག་པོ་ཡོང་ཨེ་ཡོང་མ་རེད། དེ་འདྲའི་གི་སྒང་ནས་ཨ་ནི་ཁྱོད་རང་ཚོ་གི་ཨུ་ཚུགས་རྒྱབ་རྒྱབ་རྒྱབ་ཞབས་འདྲེན་ཞུ་དང་མ་ཞུ་ཨ་མ་བུ་མོ་བླ་མ་གྲྭ་པ། དངོས་གནས། ད་རྒན་འཁོགས་དང་སྤུ་གུ་དང་གང་ག་ཅིག་ཞབས་འདྲེན་ཞུ་བཞག་དུས་གང་ན།

ཨ། ང་ཚོ་ཨ་མ་བུ་མོ་དེ་ཚོ་ག་འདྲའི་ཞིག་ནས་བེད་སྤྱོད་ནག་པོ་བཏང་གི་མི་འདུག་བས་དེ་འདྲའི་བྱས་པ་ཡིན་ན་ང་ཚོ་གི་དངོས་ཡོད་གནས་ཚུལ་ལ་རྒྱལ་ཁབ་ཐོག་གུ་མ་ལྟ་ང་ཚོ་རྒྱ་མི་ལ་དྲང་པོ་དྲང་ཤ་སྒང་ལ་དོགས་ལན་བྱེད་ཀྱི་ཡིན་ལ་འོར་ང་རང་ཚོ་སོ་སོ་གི་གནས་སྟངས་དེ་དོགས་ལན་བྱེད་ཐུབ་ཡོད་མ་རེད་ཧཧ་ཨ་ནི་རྒྱ་མི་ལ་དོགས་ལན་བྱེད་ཐུབ་ས་རེད་བས་ལས་བྱ་ད་དང་པོ་ད་རིང་ཨ་རྒྱ་མི་ཨ་ཀྲམ་རྒྱ་ནག་ཙམ་ལ་འགྲོ་ནས་ཨ་ཤི་ཅིང་པིང་ཉམས་ཨོ་མ་རྒྱབ་བཞིན་སླད་དུ་ལག་གི་འདུག་ཨ།

ང་ཚོ་གི་སྡེ་བའི་རིག་སྔགས་ལ་ས་ཉིས་སྟོང་ཉི་ཤུ་རྩ་གཉིས་ནི་ཕྱི་ནི་ང་དཀའ་ངལ་ནང་དི་གོ་ས་མྱངས་ནི་སྐད་ཅིག་རྒྱ་ཡིན་ང་གཅིག་པུ་མ་རེད་ང་མཉམ་འདུག་མཉམ་འདུག་ད་ཁོ་རང་ཚོ་ཁོ་རང་ཚོ་གི་ཆབ་སྲིད་ཀྱི་གནས་སྟངས་ཡིན་པ་ཡིན་ན་རེད་ཁོ་རང་ཚོ་གི་ག་རེ་བསྡད་འདུག་དེ་མ་གསལ་བ་ཡིན་ན་རེད་སྐད་རྒྱ་ངལ་མང་པོ་བྱུང་སོང་རེད་བ། ཨ་ནི་མི་གེ་རྡ་རམ་ས་ལ་ལས་བབས་པ་རེད་ང་ཚོ་ཀ་ལི་པེ་མང་པོ་རྒྱ་ཡོར་ཐོང་ཡོར་ཁྱེད་རང་ཚོ་གི་ཞེ་དྲག་བ་ཤ་ད་དཔང་རྟགས་ཁོ་རང་བེ་བྷེ་གེ་ཁ་ལ་ཁོ་རེ། གྲོས་ཚོགས་ཀྱི་གུ་རི་རྒན་ཁོ་རང་ཚོ་གི་ཁ་ནི་ལོ་བོར་དཔང་རྟགས།

ང་ཚོ་གི་དཀའ་ལས་རྒྱག་རྒྱུ་དེ། ཐོབ་སྐྱོ་ཁོབ་སྐྱོ་ལ་འོས་བསྡུ་གི་སྐབས་ལ་ཟླ་བ་གཅིག་གཉིས་ཀྱི་ནང་ལོགས་ལ། ཆར་པ་འབབ་རྒྱུ་ན་ཞིག་ཨ་མི་ལ་དབྱངས་ནས་ཨ་ནི་བད་ཀོ་རང we did it འདྲ་བོ་ལབ་པ་ཡིན་ན། ཨ་ནི you did it congratulations ད་རིང་འོས་བསྡུ་ལྷན་ཁང་གིས་ཨ་ནི་ཁྱེད་རང་ལ། ཨ། ང་ཚོ་འོས་བསྡུ་འཕྲོ་བརླག་འགྲོ་རྒྱུ་གི་མིང་ཆེན་པོ་གཅིག་ཁྱོད་རང་ལ་སྤྲད་འདུག་ཨ་ལས་ཀྱང། ཨ་དེ་ཁྱེད་རང་གི་ཉོབ་ཆ་ཉོས་པ་རེད། ཁྱོད་ཚོ་ཚང་མ་ཨེ་འདྲ་རེད། ཨ། ངས་བྱས་ཡིན་ད་ངས་བྱས་ཡིན་ལས་བྱ་འདི་ཡག་པོ་ཡ་རེད་དུ་མ་རེད་ཧ་གོ་གོ་མ་རེད་ད་གཅིག་པ་གཅིག་ཡང་ང་རང་ཚོ་གི་རང་བཙན་གྱི་སྒང་ལ་ཡིན་པ་ཡིན་ན་རེད་རང་བཙན་རྩོད་བ་ལ་མི་འདས་ཨ་ལས་དང་པོ་རང་བཙན་ག་འདྲས་སུ་སྒྲུབ་ག་ལས་བྱ་ཆ་ཤིག་ག་རེ་ཡོད་ཐབས་ཤིག་ག་འདྲས་ཡོད་བསམ་ཚོད་ག་རེ་ཡོད་ལ་དཔུང་དག་ལ་ན་ཡོད་མ་རེད་ཨ་ནི་ངས་བྱས་ཡིན་ད་ངས་བྱས་ཡིན་ལ་ཚང་མ་རྒྱུགས་འགྲོ་ཡོང་དུས་གང་ལ་ཨ་ནི་རྒྱུགས་ད་རྒྱུགས་ཡིན་དེ་ནས་སླེབས་ས་སླེབས་མ་སོང་ལས་བྱ། ཨ་ནི། ང་རང་ཚོའི་སྤྱི་ཚོགས་ནང་ལོགས་ལ་དཀའ་ངལ་དེ་འདྲས། བུད་མེད་བཙན་གྱི་དཀའ་ངལ་ལ་སོགས་པ་ང་ཚོ་སྤྱི་ཚོགས་ནང་ལོགས་ལ་མ་ཉེས་ཁ་ཡོད་ཀྱི་སྒང་ལ་སོགས་པ་དེ་ཚོ་གང་གཱ་སྐད་ཆ་གང་ལ་མི་བསྡད་གོ་བརྡ་ཅི་ཡང་མ་འཕྲོ་ན། ང་རང་ཚོ་ནང་སྐོར་ལ་བདེན་རྟགས་གསལ་གྱི་མི་འདུག་ད་ཕྱི་ལོགས་ལ་བདེན་རྟགས་གང་འདྲས་གསལ་ག་འགྲོ་གི་ཡིན་པའི་ལས་ཆགས་ཀྱི་འདུག་ད་དང་པོ་ད་རིང་དེ་གར་ས། མི་ལ་རང་བཙན་གྱི། ཁ་འཛིན་ག་ལར་ལ་ན་སྐྱེ་མེད་ཉིན་མོ་ཁྲོས་ཁྲོས་བྱེད་ཀྱི་འདུག་ད་ང་ག་རེ་མགོ་བརྒྱབ་འགྲོ་གི་ཡིན་ལར། ཨ་འདི་ཞུ་ལ་ཡང་བསྐྱར་ཁོ་ཅིག་དོན་བྱ།

མཐོང་ཆུང་བྱེད་དགོས་བར་དང། ང་ཚོ་སྐྱབས་མགོན་རིན་པོ་ཆེ་གི་ཚོར་བ་དེ་དཔེ་གལ་ཆེན་པོ་ཡིན་པའི་རྣམ་པ་ཞིག་སྟོན་དགོས་བར་དང། ཨ་ནི་དེ་ག་གཅིག་པུ་ཚིག་མ་ན་ང་ཚོ་མི་དེ་མི་ཡིན་ཚར་བའི་རྗེས་ལ། བྱམས་དང་སྙིང་རྗེ་དབུ་མའི་ལམ་ངོ་ཤེས་ངེས་ཅིག་ཡིན་ན་དབུ་མའི་ལམ་ངོ་ཤེས་ངེས་ཅིག་གི་ཚོར་བ་ངོ་མ་ཤེས་ན་དཔེ་གསར་བར་དང་ཨ་གུ་ཡ། འདི་ཡི་འདི་ག་ལ། ཨོའོ་འདི་ལས་ང་ལ་ཚོར་བ་ཡོད་རེད་ལབ་ན་ཚོར་བ་ཡོད་རེད་བསམ་གྱི་མི་འདུག།

ངེད་ཀྱིས་ཁྱེད་རང་བསོད་ནམས་རྡོ་རྗེ་ཁྱེད་རང་ནོར་བ་རེད་ལ་ཡ་དེ་ག་བ་ལ་ལབ་པ་རེད་ལ་ན་ང་འོས་མི་གཅིག་གང་ལ་ཁྱེད་རང་གིས་གནོད་བཟུང། ང་ཚོ་མི་མང་གི་འོས་བླུག་ས་དེ་གང་ལ་ཁྱེད་རང་གིས་གནོད་བཟུང་ལ་མི་དེ་ལ་ཡིན་མ་གཏོགས། དབུས་འོས་བསྡུ་ལས་ཁང་གི་ལས་ཀ་གང་ལ་ཁྱེད་རང་གིས་ཐུགས་ཤོར་ཤོར་ཐུགས་མ་རོགས་ཨ་ན་ཁྱོད་རང་རྐུབ་བཀྱག་གང་དེ་ངན་མ་རེད་རོ། ཨ་ནི་དབུས་འོས་བསྡུ་ལས་ཁང་ཁོ་རང་གི་ལས་ཀ་དེ་ཧུར་ཐག་པུར་ཐག་ཡག་པོ་ཅིག་བྱས་བྱས་ཨ་ནི་ཁྱོད་རང་འཛུགས་འཛུགས་བས་ནས་ད་ཁྱོད་རང་གིས་བྱས་ནས་འགྲིག་མ་སོང་འོས་བསྡུ་དེ་ལ་ན་ལན་པོ་ཡོད་རོ། ཁོ་རང་བྱ་ས་རྒྱག་དགོས་དེ་རྒྱག་ཡོད་མ་རེད།

བཏང་བ་ཡིན་ན་ཡག་པོ་ཡོད་ལད་དེ་ད་ག་རང། འདི་ག་རང་སྐད་ཆ་ལ་ངས་ཀྱི་གཞན་པ་ང་རང version ལ་ངས་ག་ལ་ཡིན་ལ་ན་ཉག་ལི་གྲོགས་ཀྱིས་གལ་སྲིད་རྒྱ་མོ་ཆེ་ལ་ལ་མཚན་སྨད་ཞུས་མེད་ན་ཨ་ནི་མོ་རང་གི་རང་ཁ་གསང་དགོས་རོ་ཨ། མོ་རང་གི་ཨ་ནི་སྐད་ཆ་བཤད་སྟངས་དེ་དེ་འདྲའི་བཤད་ཡིན་དེ་ཡིན་ནའི་མི་མང་གི་གོ་སྟངས་དེ་འདྲའི་གོ་བཞག་ཨ། མོ་རང་གི་བསམ་ཚུལ་དེ་འདྲའི་མེད་ན་མེད་ལ་ནི་ལབ་པ་དེ་ལ་ག་ཚོད་དཀའ་ལས་ཡོད་རེད། མོ life དྲུང་འགྲོ་གི་འདུག།

བྱེད་དགོས་དུས་གང་དུས་དང་མཉམ་དུ་བྱེད་ཀྱི་ཡོད་མ་རེད་དབུས་འོས་བསྡུ་ལྷན་ཁང་ཡིན་ན་རེད་རོ། དངོས་གནས་སྒྲིག་འཛུགས་ཀྱི་བར་ལ་དེ་ངས་དེ་ཚོ་ཁོ་རང་ཚོ་ཡིན་ན་བྱེད་ཀྱི་ཡོད་མ་རེད་དེ་འདྲས་བྱས་ཡིན་ཙང་ང་ཚོ་སྤྱི་ཚོགས་དེ། ཁྱེད་རང་ཚོ་གི་རོ་མ་འོངས་པ་ལ་བྱེད་འོག་རེད་ད་མ་འོངས་པ་ལ་ང་ཚོ་བྱེད་འོག་ད་ལོས་ར་དེ་མ་འོངས་པ་བར་དོ་དེ་ཨ་ནི་ད་རིང་གི་འོས་བསྡུའི་འགྲོ་བ་ཆགས་འགོ་རེད། ཨ Register བྱེད་ངེས་ཨ་ནི་སྟོང་ར་དགུ་བཅུ་འདུག་ཨ་ནི་འོས་བླུག་ངེས་དེ་སྟོང་ར་བཞི་བཅུ་མ་ཏུ་མི་འདུག་ཨ་ནི་དེ་མི་མང་གི་འགན་ཁུར་གྱི་ཡོད་ར་ད་ཡོད་མ་རེད་མི་མི་མང་ཁོ་རང་སྒེར་རེ་རེ་ལ

ད་འདི་སྐད་ཆ་དེ་དངོས་ཡོད་ཡིན་མེད་རེད་བ། གང་ལྟར་མ་ལྟར་ཡང་དྲ་རྒྱ་གང་ལ་སྙིང་རྗེ་བོ་མཐོང་ཡ་ཐུང་ཐ་ལས་ཤེས་ཡིན་འགྲོ་རེད་བ། ད་དངོས་གནས་ཡིན་པ་ཡིན་ན་དཔེ་ཡག་པོ་རེད། འདི་ལ་བལྟ་ནས་འདི་ལ་མིག་དཔེ་བལྟ་ནས་འདི་ལ་གོ་བ་དེ་ལེན་ཐུབ་བ་བྱས་ནས། ང་ཚོ་སྤྱི་ཚོགས་ནང་ལོགས་ལ་བོད་མི་རིགས་ཀྱི་ད་རིང་འོས་བླུག་བྱ་རྒྱོ་དེ། ཨ་ནི་དེ་ལ་བླུག་ཨ་ལ་ནི་བླུག་རྒྱོ་རེད་བས། སོ་སོ་རང་གི་བསམ་བློ་བཏང་ནས་བླུག་རྒྱོ་རེད་བས། གལ་སྲིད་འོས་བླུག་བ་ཙམ་ལ་ཨ་ཡག་པོ་ཆགས་ཀྱི་ཡོད་བ་ཡིན་ན་ཨ་ནི་ད་རིང་གི། འོས་བསྡུས་ཀྱི་སྒང་ལ་ང་ཚོ་རྙོག་དྲ་བཤད་ལྷ་ཡོད་མ་རེད། ཡུ་ནོ། ག་ལ་གང་འཚམ་ཅིག་བསླུ་ཡ་རང་ཉིད་ཀྱིས་བསླུ་རོགས་ཨ། ཨ་ནི་གལ་སྲིད་བསླུ་བ་ཙམ་ལ་ཨ་ནི་ལས་ཀ་འགྲུབ་སོང་ལབ་པ་ཡིན་ན། ཨ་ནི་འགྲུབ་ཐབས་མི་འདུག་ཏག་ཏག་ང་ཚོ་སྤྱི་ཚོགས་ནང་རྙོག་པ་ནི་དག་རང་ལྷག་འདུག་ཨ། རོ། འདས་པའི་གི་རིང་ང་ལ། ངེད་ཀྱི།

ད་དེ་ལ་གནས་དགོས་ཀྱི་ཡོད་དུས་གང་ལ་དེ་དཀའ་ངལ་སྤྱི་ཚོགས་རེད་སྤྱི་ཚོགས་ནང་ལོགས་ལ་དེ་གཅིག་གཅིག་པ་ལ་དུས་གང་ལ་ཨ་ནེ་ཧ་ལ་མ་སོང་ན། སྤྱི་ཚོགས་ནང་ལ་ཤེས་ཡས་ཀྱི་འགན་དེ་ངའི་ཡིན་པས་སོ་ར་ང་ལ་ཁྱོད་རང་ཚོ་གི་རྐུབ་བཀྱག་སྤྲད་བས་སོ་ར་འོས་ག་ཚོད་སྤྲད། དེ་འདྲའི་བྱས་ནས་ཨ་ནེ་ཁྱོད་རང་ཚོ་གི་ང་ལ་བལ་སྐོར་སྐད་ཆ་ཚོ་བརྫངས་ཡོང་དུས་གང་ལ། ངས་ཀྱི་བདག་པོ་མ་བཀྱག་རང་བཀྱག་ངང་ནས་ངས་ཀྱི་བདག་པོ་བརྒྱག་ཡིན། ཨ་ཨ་ཅཱ་རེ་ཡེ་ཤུ་ཕུན་ཚོགས་ལགས་ཁྲིམས་ཐོག་ལ་གཏུགས་ཐུབ་མ་སོང་བ་ལ་ནི་མང་པོ་ཅིག་གིས་ང་ལ་ཁ་དམག་བརྒྱག་སོང། ངས་ཁྲིམས་ཐོག་མ་ཐུག་མེད་ད Jurisdiction ལ་བབ་ཀྱི་མི་འདུག། རེད་བ། ད་རིང་ཡིན་ནའི་འོས་བསྡུ་ལྷན་ཁང་གི་སྒང་ནས་འགྲིག་གི་མི་འདུག་ལ་ནས་ཡི་གེ་ཁྲིམས་ཐོག་ལ་བསྐུར་ཡིན། བཅུག་ཡིན་དེ་ནས་ཁོང་ཚོ་གི་ད་འད་ཡིན་ནའི་ཡ་བྱེད་ངེས་མི་འདུག། ད་ངས་ད་རིང་ཁྱེད་རང་ཚོ་ལ་ངས་ག་རེ་ལས་ལ་ན་སྤྱི་ཚོགས་ནང་ལོག་ལ་རྙོག་པ་ག་ཚོད་ཡོད་ངས་ཀྱི་འགན་འཁྱིར་བ་ཡིན་ནའི་ཁྱེད་ཚོ་ང་ལ་ཁྲིམས་ཐོག་བསྐུར་ཡ་གི་བློ་ཁོག་ཡོད་པས། བོད་མི་མང་ལ། བོད་མི་སྒྲིག་འཛུགས་ལ། ཁྱེད་རང་ཚོ་ལ་བློ་ཁོག་ཡོད་པས་ང་ལ་ཁྲིམས་ཐོག་བསྐུར་ཡ།

ད་འདི་གང་ག་ལེ་ཚ་ཡོད་བྱས་ཡ་ལ། ཐ་མ་ཐ་ཤུག་ལ། ཁྲིམས་ཐོག་སྐྱེས་ལ་བ་ཡིན་ན། འདི་མ་ངེས་ཁ་ཡོད་བྱེད་ངེས་དང་སྤྱོད་པ་ངན་པོ་བྱེད་ངེས་དང་སྤྱི་ཚོགས་ནང་དཀྲུག་ཤིང་རྒྱག་ངེས་དེ་ཚོ་ཁྲིམས་ཐོག་སྐྱེས་ལ་ན་ཁྲིམས་ཐོག་སྐྱེས་ངེས་ཨང་གཅིག་ཡོད་མ་རེད། མི་གཅིག་ཡང་ཡོད་མ་རེད་ད། ཡིན་ནས་ཁ་རྒྱག་པ་བཤད་དགོས་ན་ཚ་ཨང་མ་ལེ་ཡོད་རེད་ཨ། ང་ཚོ་སྤྱི་ཚོགས་འདི་ངོ་ནས་རྒྱལ་ཁབ་བོད་རང་བཙན་ཐོབ་གིན་ཡིན་རྒྱལ་ཁབ་ཐོབ་གིན་ཡིན་བོད་རྩ་དོན་སྒྲུབ་གིན་ཡིན་ལ་ན་ཁག་གི་ད་ཚང་མས་སྒྲུབ་དགོས་རེད་ད། ལག་ལེན་གྱི་སུ་གས་སྒྲུབ་གིན་མ་རེད། ཨ་ནི། མཐོང་གི་འདུག་ཨ་འདས་པའི་རིག་སྔགས་ལ། སྤྱི་ཚོགས་འདི་ནང་ལོགས་ལ་རྙོག་གླེང་འདི་འདྲའི་མང་པོ་བྱུང་དུས་གང་ལ་ངའི་བདག་པོ་རྒྱ་ཡིན། ཐ་མ་ཐ་ཤུལ་ལ་འོས་བསྡུ་གི་སྐབས་ལ། རླུང་ལྷག་པ་རྒྱ་ཁྱོད་ན་ཤི་བྱས་ནས་འུར། ལ་ནི་ག་བ་ག་སར་སླེབས་ནས་ཨ་ངན་པ་ལ་སོན་ངན་པ་ལག་བྲིས། བཅུ་བཞི་སྒང་དྲོ་ཨ་ནི་དེ་ནས་མ། རྡོ་གེལ་ཚོགས་པ་དང་ཨ་ནི་དེ་ནས་གཞི་རིམ་མི་མང་དང་ཐ་ན་ཚོགས་པ་དང་གང་ག་ཡ་ལང་ཡོང་ནས། ཁྱོད་ཚོ་ཁ་བརྡའི་སྤྱོད་ས་འདི་ང་རེད་འདུག་ཨ། ག་ལ་ན་སྤྱི་ཚོགས་འདི་ནང་ལོགས་ལ་འདས་པའི་གི་ལོ་འདི་ག་ནང་ལོགས་ལ།

རྒྱ་རོམ་ཅིག་གསུངས་སམ་ང། གཅིག་པད་ཀྱི་འདུ་ཤེས་ཡིན་ལ་ནི། དེ་འདྲའི་ལག་ཚ་དུས་གང་ལ་སོ་སོ་ལ་གནོད་དུས་གང་ལ་ཨ་ནི་མི་ལ་ཡང་ཛབ་པོ་རི་སི་ནག་པོ་བཟོས་ཏེ་ཡག་པོ་མ་རེད་ཡང་ངས་ཨ་ཅག་སྣང་སྲིད་སྐད་ཆ་རྒྱབ་དང་དཔུང་ལངས་ནས་ཤིག་མེད་ད། ཡིན་པ་དེ་ཡིན་པ་ཤེས་བར། ཨ་ནི་བསྟན་པ་ཡང་འཕེལ་ཁྱོད་རང་འདྲ་བོ་ཅིག་བསྟན་པ་ཡང་འཕེལ་ས་བསྟན་པ་སྐར་མ་ཐིམ་པ།

ཡར་ལངས་པ་དང་རང་མག་གཉིས་ཉལ་གྱི་ཡིན། ལབ་ཀྱི་ཡོད་པ་ཡིན་ན་ཁྱེད་རང་གཉིས་ཉལ་ན་འགྲིག་གི་རེད། ཡིན་ནའི་མི་གཞན་པ་ལ་ལམ་སང་གཉའ་ཡག་གི་བསམ་བློ་དེ་བཏང་རྒྱུ་ཡོད་མ་རེད། ང་ཚོ་འདྲ་བོ་གཅིག་ཡིན་ན་དཀའ་ལས་རབ་དང་རིམ་པ་བརྒྱབ་ནས་ང་ཚོ་སྤྱི་ཚོགས་ནང་གོ་བ་ཅིག་སྤེལ་བ་རེད། འགྲོ་བ། གོ་བ་འཕེལ་ངེས་ཀྱི་འཕེལ་བ་རེད། ཨང། སུ་གང་ལ་ཁྲིམས་བཙུགས་གི་འདུག་ཨ། ཁོ་རང་ཚོ་ཡིན་ནའི། བྱེད་སྟངས་མ་ཤེས་ནས་ལྷག་བསྡད་ཡོད་རེད། ཡེ་གེ་སྒང་ནས་ཆེད་དུ་ཁྲིམས་ཞིབ་ཁང་ཁོ་རང་ཚོ་ཡིན་པ་ཡིན་ནའི།

ཁྱོད་རང་གི་རོ་པོ་ན་ཤི་ཡང་ཀྱང་མ་ཉལ་ལོ་བོ་རེད་པས་དེ་འདྲའི་ལ་བས་ན་ཏག་ཏག་དེ་གོ་མ་རྟ་ཨོ་ཟ། ཁྱོད་རང་འོས་བསྡུ་གི་སྐབས་དེ་ལ་སྐད་རྒྱབ་སུ་རྒྱབ་སུ་བྱས་ནས་མ་དྲ་རྒྱ་གང་ལ་དོན་ནི་ཡོང་ནས views like subscriber ཁྱོད་རང་ལ་དགོས་ཡ་འོ་དི་རེད་འོ་དི་ར་ཡོད་རེད་ཚུགས་ཀྱི་དེ་ཨོ་ཟ་ཁྱོད་རང་གི views ལྟ་ད་ཁྱོད་རང་གི video གི views ལྟ་ད་ཨོ་ངེད་ཀྱི་སྐད་ཀྱི་སྐད་ཕྲིན་དེ་ཚོ་ལྟ་ད་ཁྱོད་རང་གི་སྐད་ཕྲིན་དེ་ཚོ་མི་དེ་ཚོ་ཡ་རྒྱུག་ཁུལ་བྱེད་བྱེད་ནས་ཨ་ཁྱོད་ཨ་ཁྱོད་ང་ལ་ཁ་བཏད་ཅར་ལ་ནི་ཁྱོད་རང་ལ་རྒྱུག་ཁུལ་བྱེད་བྱེད་ནི་ང་མ་སུབ་མ་རྩ་དེ་ར་ཡིན་ནས་ཁྱོད་རང་ཡང་འོས་ཐོན་མ་འདའ་ཨ་ཧེའོ་ཨ་ཧེའོ་ང་རྒན་མོ་དྲུག་དུ་ར་དེ་རྒན་མོ་དེ་ཡང་ང་སེམས་པ་དགའ་ནི་མ་རྟ་སེམས་པ་སྐྱོ་ནི་ཨ་ཁུ་ས་སེམས་པ་སྐྱོ་ནི་ང་སྒོ་ཁབ་ག་བ་ལ་དུ་འོན་དེ་ལ་ལང་གི་ཡོད་འགྲོ་བྱེད་ལ་གི་དུ་བ།

ད་དང་པོ་ད་རིང་ག་རེ་ཆགས་ཀྱི་འདུག་ཨ། ཨ་ནི་ཁ་ཤས་ཀྱིས་ང་ལ། དམངས་གཙོ་ཡར་རྒྱས་ཚོགས་པ་ནང་ལ་དར་ནག་ཚོགས་པ་ཡིན་པས་སོ་ར་གཞི་རིམ་མི་དམངས་ཡིན་པས་སོ་ར་ནམ་ཞིག་རྒྱུན་དུ་ངས་སྐད་ཆ་བཤད་དེ་སོན་ཚོ། ང་ལ། བསྙབ་བྱ་བཤད་ནས་ཨ་ནི། འོས་བསྡུས་ཀྱི་སྐབས་དེ་བ་ལ་ཨ་ནི། ང་ལ་མཐོང་ཆུང་བྱེད་ཡ་འདྲ་བོ། ངས་ཀྱི་བིད་ཡོ་ཚོ་བརྒྱུད་སྐུལ་མ་བྱེད་ཡ་འདྲ་བོ། ཨ་ནི་ང་གང་ལ་སྐད་ཆ་རྫིག་པོ་བཤད་ཡ་འདྲ་བོ། རེད་བ།

གཅིག་གིས་གཅིག་ལ་ཐུབ་ཚད་བཏང་གཅིག་གིས་གཅིག་ལ་རྡོ་རིང་ཉིན་མཚན་བཤད་ཡ་གི་སྡིངས་ཆ་ཅིག་བཟོས་ཀྱི་ཡོད་པ་ཡིན་ན། དེ་དམར་ཕྱོགས་རང་དབང་ངོ་རྒོལ་ར་ཤེས་ཡོད་མ་རེད་ཨ་མདའ་ཁ་ཤས་ཀྱིས་དམར་ཕྱོགས་རང་དབང་གང་ལ་ཤེས་ཡོད་འདི་གང་ལ་ད་དེ་སན་ཧྥི་རན་སི་སི་ཀོ་ནས་བཀྲ་ཤིས་རྡོ་རྗེ་བརྒྱུད་པ་ཁོ་རང་ཡིན་པ་ཡིན་ན་རེ་མི་ལ་རང་བཙན་ཁོ་རང་ཡིན་པ་ཡིན་ན་རེ་བསོད་ནམས་རྡོ་རྗེ་ཧོ་ཕ་ལོར་ཁོ་རང་ཡིན་པ་ཡིན་ན་རེ་ངན་པ་ལ་སོ་ངན་པ་ལག་སྤྲེལ་ལ་གཏོར་མ་གཏམ་ཚོད་ལུང་རྟོགས་དང་ཨ་མདའ་དེ་བསོད་ནམས་ཀྲོ་རོང་ཀྲོ་དང་དེ་ཚོ་འདུག་ཨ་ཁོ་ཚོ་གིས་བཤད་དེ་དམར་ཕྱོགས་རང་དབང་དེ་ཁྱོད་ཚོ་དམར་ཕྱོགས་རང་དབང་བོད་ལྗོད་བཏང་ཡག་ལ་ཨ་ལེ་དང་པོ་མི་ཆག་གུ་གོར་ཁྱོད་ཚོ་མི་གོ་ར་རེད་མི་འདུག་ཁྱོད་ཚོ་དུད་འགྲོ་རེད་ཤག་ཨ་ནི་ཁྱོད་རང་ཚོ་འདྲ་བོ་ཅིག་གི་དུད་འགྲོ་གིས་ཨ་ནི་ཡི་གེ་གང་ལ་སྡིངས་ཆ་གང་ལ་བསྡད་ནས་མི་མང་ལ་མ་ཅིག་ལབ་གིན་ཡིན་ལ་དུས་གང་ལ་མི་མང་སྙིང་རྗེ་དུད་འགྲོ་གང་ལ་ཡང་དུད་འགྲོ་ཆ་སྡད་ཅག་དུད་འགྲོ་གི་ཧྥོ་ལོ་ཝོར་ཆ་སྡད་ཅག་འདི་བྱས་ཙང་འགྲིག་གི་ཡོག་མ་རེད་ལེ།

དམིགས་བསལ་གྱི་ད་རིང་འོས་བསྡུ་གྱི་སྐབས་ལ་ཁོ་རང་ཚོ་གི་སྒྲིག་གཞི་ཅིག་བཟོས་ཚར་བ་རྗེས་ལ་སྒྲིག་གཞི་གི་བ་དེ་ལ། ལས་འབངས་ཡིན་ན་ཡིན། དེ་ལས་ཟུར་ཡིན་ན་ཡིན། དེ་ནང་ལ་ཚུད་ངེས་ཀྱི་ས་གནས་འགོས་འཛིན་ཡིན་ན་ས་གནས་འོས་བསྡུ་འགན་འཛིན་ཡིན་ན་ཡིན། དབུས་འོས་བསྡུ་འགན་འཛིན་ཡིན་ན་ཡིན་ཁོ་རང་ཚོ་གས་དེ་ག་ནང་བཞིན་གྱི་ཁོ་རང་ཚོ་གི་བཟོས་བཞག་རྒྱུ་གྱི་སྒྲིག་གཞི་དེ་གང་ལ་འགྲོ་དགོས་ཀྱི་ཡོད། ད་ག་ནང་བཞིན་གྱི། དེ་གི་བ་ལ་ཁྲིམས་དེ་འདྲའི་འདྲ་པོ་ཅིག་བཟོས་ཡོད་ད་སྒྲིག་གཞི་ཨེ་འདྲས་ཅིག་བཟོས་ཡོད་ད་ལ་དེ་གང་ལ་དེ་བ་ལ་མི་མང་གི་ཡིན་ན་ཡང་གུས་བརྩི་གྱི་རྣམ་པ་ང་ནས

དྲ་རྒྱ་གང་ལ་འགྲོ་ཡག་གི་ལང་ཀ་དེ་ཁྱོད་རང་ཚོ་གིས་བཟོས་པ་རེད། ཨ་ལང་ཀ་དེ་བཟོས་པ་ཡིན་ན་སྨྲ་བརྗོད་རང་དབང་གི་མིང་ལ་དེ། ཁྱོད་མི་གཅིག་སྐད་རྒྱག་ས་ལ་ག་ཡེ་མི་འདུག་ངས་མི་བཅུ་བཅོ་ལྔ་བླང་གི་ཡིན་ལ་ནི་ཟུར་ནས་བླང་ངེས་ན་ཤི། དེ་ལ་དགག་པ་རྒྱག་ངེས་དེ་ཕ་ཇོ་ཇེ་ཡོད་དེ་ཚོ་གས་བཅུ་བཅོ་ལྔ་བླང་གི་ལ་དུས་གང་ལ་ང་དང་ང་འདྲ་བོ་གི་སྐད་དེ་ཚོ་སུབ་འགྲོ་གི་འོ་རེད། ང་དང་ང་འདྲ་བོ་དེ་ཚོ་གི་སྐད་དེ་ཚོ་སུབ་འགྲོ་གི་འོ་རེད། དེ་འདྲ་བྱེད་དུས་གང་ལ། སྒྲིག་གཞི་བཟོ་ངེས་ཀྱི་རང་སྒྲིག་གཞི་བོ་ལུས་སོ་ལུས་མ་སོ། ཨ། སྒྲིག་གཞིར་བཟོ་ངེས་ཀྱི་རང་སྒྲིག་གཞི་རྒྱས་སོ་རྒྱས་མ་སོ། ད་དེ་འདྲའི་འདྲ་བོ་སྒྲིག་གཞི་ལ་ང་ཚོ་གིས་གུས་བརྩི་བྱེད་དགོས་ས་རེད་བས་རེད་མ་རེད་པས་བསམ་བློ་ང་རང་ཚོ་བཏང་ཡག་ད། ད་འདས་པའི་གི་རིང་ང་ལ་རོ་ཨ་དངོས་གནས་སྤྱི་ཚོགས་ནང་ལོགས་ལ་དཀའ་ངལ་ག་ཚོད་མཐོང་བ་རེད་རོ་ཨ། དངོས་གནས། དཀའ་ངལ་སྒྲོན་ནས་དཀའ་ངལ་རྫོགས་གི་རྫོགས་གི་ཡོང་གི་ཡོང་གི་རྫོགས་གི་རྫོགས་གི་ཡོང་གི་ཡོང་གི་ཅིག་བོར་ག་རེ་ཅི་ནས།

དེ facts གང་ལ་རེད་ཏག་ཏག་བསྡད་ཡོད་རེད། ཡིན་ནའི་དངོས་ཡོད་གནས་ཚུལ་གང་ལ། ཚོར་བའི་ངང་ནས་བལྟ་བ་ཡིན་ན་དེ་ཏག་ཏག་བསྡད་ཡོད་རེད་བས་ལ་ན་ཧར་ཀ་བསམ་པང་གི་ལག་ཡིད་དུ་བསྡད་ཡོད་མ་རེད། ཁ་ལ་དེ་བཟོ་ངེས་ཅིག་དཀའ་ལས་ག་ཚོད་རྒྱག་ཡོད་རེད། ལྐོག་ཟ་རིག་གསུམ་བྱེད་ངེས་བྱས་ཡོད་དེ་ཡིན་ནའི་ཡང། དེ་སུས་ཀྱི་ཁང་པ་རྒྱག་པ་ཡིན་ན་དེ་ལ་འགྲོ་སོང་ག་ཚོད་བཏང་ཡོད་རེད་ད་དེ་འདྲའི་དགྲ་བོ་ཅིག་བཟོ་དགོས་ན་ག་ཚོད་དཀའ་ལས་ཡོད་རེད། ན་ཉིན་ལོ་དེ་བ་ཇན་ཛི་གི་རྙོག་དྲ་གང་ལ་ཨ་ནི་བ་ཡུག་གང་ག་མེད་ཤོར་ནས་ཨ་ནི་བ་ཡུག་གི་ག་ལ་འོ་རེད།

དེ་འདོད་ཆགས་ཆགས་པ་གཏི་མུག་འདི། སོ་སོ་གིས་ནི་གཅོད་ཐུབ་བོ། སོ་སོ་གས་གཅོད་གི་ཡོད་མར་སྟོན་ངེས་ཀྱི་རྐང་བཙུགས་ནས་ཨ། བརྡ་ལན་ཡིན་པའི་གི་རྣམ་པ་ནི་སྟོན་གོ། ད་ག་རང་ལ་ང་ཚོའི་སྤྱི་ཚོགས་དཀའ་ངལ་མྱངས་ཚར། ཨོ་ཀི་ས། ད།

སྤྱི་ཚོགས་དྲ་རྒྱ་སྒང་ནས་རོ། Social Media Power of Social Media ལ་ནི། མི་མང་པོ་ཅིག་གིས་དོན་སྣང་བྱེད་ཀྱི་འདུག་དོན་སྣང་སྤྲད་ཀྱི་འདུག་དུས་ཚོད་བཏང་གི་འདུག་ལ་ཡོད་ལབ་པ་ན་ཞིག་ཡིན། ད་ག་ན་ཞིག་གིས་གཡང་གི་ཡོད་ད། ཕང་ཡ་འོ་དེ་རེད། ང་ཚོ་དབུགས་བཏང་ཡ་བྱེད་ཀྱི་འདུག་ལ་ཡིན། དབུགས་བཏང་ཡ་བྱེད་ཀྱི་འདུག་ཡིན་ནོ།